ཉིས་སྟོང་གཉིས། ཟླ་བ་བདུན་པའི་ཚེས་བརྒྱད། ལ་སྣ་བརྒྱ་ཞག་སྣ་བརྒྱད་རེ་བཞེས་ཤིག། ད་ལྟ་ཉིས་སྟོང་གཉིས་ཟླ་བ་བདུན་པའི་ཚེས་བརྒྱད་ནས། གྱ་མང་སྣ་བརྒྱ་ཚར་རེ་བྱས་བརྒྱ་ཚར་རེ་བྱས། དེ་ནས་ཡིན་ཉིས་སྟོང་བདུན། ལུས། ད་དེ་ནས་ཡང། ཉིས་སྟོང་བདུན་ལུས་འཇང་དགུན་ཆོས་ཡོང་རེ་བ་བར་གྱི་ཉིས་སྟོང་བདུན་ལ་འཇང་དགུན་ཆོས། ད་འཇང་དགུན་ཆོས་ལ་ཡང།

བ་ད་སྟེ་སྔོན་པོ་ཆེ། གསང་སྟབས་བྲོ་བོ་ག་རེ་ཡོད་ན་དགོངས་པ་བྲོ་ཞེས་བྱ་ད་ག་གེ། ད་འདི་ཡི་རྙོག་དྲ་གསང་གཙང་འདི་དེ་རིང་ཁ་སང་གི་བྲོ་ལུགས་དང་མཐུན་པ་མང་མོད་ཀྱི་ཐོག་ནས་ཐག་གཅོད་བྱས་ན་ག་རེ་བྱེད་ཀྱི་རེད་ཅེས་ནས་བཀའ་གནང་བ་རེད། དེ་རིང་ཁ་སང་ཁོ་རང་མང་མོད་ཀྱི་ཐག་གཅོད་བྱས་དེ་ཡང་ཡག་པོ་བརྩི་གི་ཡོད་རེད་ད་ཆ་སང་ད་ང་ཚོ་ཁ་ནི་ཉན་གི་ཡོད་མ་རེད་སུ་ཡང་ཉན་གི་ཡོད་མ་རེད་ད་རྙོག་དྲ་འདྲེ་དེ་བ་ཞིག་མེད་པར་བྲོ་ག་འདྲེ་བཟོས་དགོས་རེད་སྟེ་སྔོན་པོ་ཆེ་དགོངས་པ་ཞེས་བྱ་དེ་ནི་སྟེ་སྔོན་པོ་ཆེ་ད།

ཡ་རི་མ། བསྟན་བདག་གཙོ་རེད། དེ་ནི་དགོན་པ་སོ་སོའི་མཁན་པོ་དང་དེ་ཚོ་རེད། ད་ལྟ་ཁྱོད་འདིའི་ཚོགས་འདུ་འཚོགས་མཁན་གྱི་གནད་ཡོད་ཀྱི་མི་འདྲ་བོ་ཚོ་ཚོ་རེ་བ་སྡེ་ཚན་འདྲ་བོ་ཡིན་ན་ག་རེ་ཡིན་ན་ད་ཞེ་བོ་མང་པོ་འདུག་དེ་ང་ལྟས་དྲང་གི་མེད་འོ་ད་གང་ལྟ་ཀྱང་ཚོགས་ཆེན་ཆེན་པོ་གཅིག་གི་ཐོག་ལ་ཨ་ནི། མང་མོས་བྱེད་རྒྱུ་བྱས། མང་མོས་ཚུལ་ཤིང་བཀྲམ། ད་དེ་ཚུལ་ཤིང་བཀྲམ་ཡས་དེ་ག་རེད་ཟེར་ན་སྔ་མ་མི་སངས་རྒྱས་ཀྱི་ཆོས་བསྡུ་བའི་འགྲོ་སྟངས་བྱེད་རེད། ཨོ་དེ་བྱེད་རྒྱུ་བྱས་ནས་ཨ་ནི་མང་མོས་བསྡུ་རྒྱུ་བྱས་པ་རེད། མང་མོས་བསྡུས་ནས་དེ་བཀའ་མོལ་གནང་དུས་ཡང་བརྒྱ་ཆ་བརྒྱ་ཆ་དགུ་བཅུ་འགགས་ན། བརྒྱ་ཆ་དགུ་བཅུ་འགགས་ན། ད་དེ་མནའ་སྐྱེལ་རྒྱུ་དེ་བཟོས་གནང་བཞག། ཁོང་ཚོ་ཡང་གང་སུ་རེད་ལམ་རྐྱང་དང་པོ་ནས་ཅིག་མེད་པར་བྱས། འོས་བསྡུ་བྱས་འོས་བསྡུ་བྱས་ནས་ཚུལ་ཤིང་ལེན་རྒྱུ་བྱས་ཚུལ་ཤིང་དེ་རིང་ཁ་སང་འོས་བསྡུ་བྱས་དེ་ང་ཚོས་བྱས་ན་ཚུལ་ཤིང་ལེན་ཞུ་བ་ར་ཚུལ་ཤིང་ལེན་རྒྱུ་བྱས་ཚུལ་ཤིང་ལེན་རྒྱུ་བྱས་ནས་ད་དོས་རྒྱ་མཚམས་འཇོག་བྱེད་ཀྱི་གཏན་གྱི་མེད། མནའ་སྐྱེལ་གྱི་ཡིན་ཟེར་མཁན་དེ་བརྒྱ་ཆ་དགུ་བཅུ་ཡར་དགའ་ན་དགུ་བཅུ་ཡར་དགའ་ན་དེ་ནི་ད་གང་ཟེར་ཕྱོགས་གསུམ་དཔང་དུ་བཙུགས་ནས་མནའ་སྐྱེལ་རྒྱུ་དེ་ཁོང་ཚོས་དེ་དུས་དེ་འདྲ་བཟོས་བཞག་གཞན་དང་པོ་ནས་མནའ་སྐྱེལ་རྒྱུ་ཟེར་དུས་བཟོས་མི་འདུག་འདི་དེ་རེད། གང་གསོལ་བ་ཡི་དག་སྣ་བསྐྱེད་རྒྱུ་ཟས་ཚེ་ཚོགས་སྣ་གཅིག། དེ་ནི་དེ་ལ་དོ་རྒྱག་ཚོགས་པའི་པའི་ཞེ་བོ་གཅིག། ངོ་བསྐོར་དྲི་བ་བྱས་པ་རེད། ད་དེའི་མཇུག་ལ་ག་རེ་རེད་ཟེར་ན་སྣ་དེ་འདྲས་བསྐྱར་བར་བ་སྣ་བསྐྱར་བའི་འཇུག་སྒོ་དེ་ལ་ཨེ་ཡིན་པ། ད་གདན་སའི་མཁན་པོ་ཚོ་དང་དེ་ཚོས་ཅིག་ད་ཁྱོད་དགེ་ལུགས་ཀྱི་ཁོང་གི་གངས་པ་ཆས་དེ་ཚོ་ད་ཆུང་ཆུང་འདྲ་བ་ཙམ་ཡིན་ན་མ་ད་ཆས་དེ་ཚོ་གངས་ཀྱི་ཨ་ནི། དགེ་ལུགས་སྤྱི་ཡི་པའི་སྒྲིག་འགྲོ་ཡོང་ཡའི་དོན་དག་ལ་ཨེན་ཁྲ་ས་སོ་སོ་རེད་རྒྱུན་པ་སོ་སོ་ལ་སྒྲིག་གི་ཟིན་བྲིས་འདྲ་བོ་སྒྲིག་ཟིན་འདྲ་བོ་ཨོ་དེ་འདྲ་ཅིག་ཁུར་ཞུ་གསུངས་ནས་རུག་རུག་བཟོས་གནང་ཤག་སྒྲིག་ཟིན་གྱི་སྒྲིག་ཟིན་ཁོ་ལ་ད་ང་ཚོས་སྔོན་མ་དེ་འདྲས་བྱས་ནས་ང་ཚོས་སྒྲིག་ཟིན་ཁོ་ལ་དེ་ཕུལ་བ་རེད་ང་རང་ཚོ་སྔོན་མ་བཟོས་བ་ཇི་བར་བ་ཁོ་ཕུལ་བ་རེད་ཁོ་ཕུལ་ཏེ་འདི་འདྲ་བྱས་ནས་ད

ད་དེས་ན་སྐྱེས་བུ་འཛམ་པ་སེའུ་རེ་གངས་སུ་ཚུགས་ཤིང་ལས་ཡས་ཁོ་ལ། ད་གངས་སེའུ་རེ་དོ་རྒྱལ་བསྟེན་གསོལ་བྱེད་ཀྱི་མེད། ཕྱིན་ཆད་ཀྱང་བྱེད་ཀྱི་མེད། ཕྱིན་ཆད་ཀྱང་བྱེད་ཀྱི་མེད། ཨ་ནི། ད་ཚུགས་ཤིང་དེ་ལེན། དེ་ནི། ད་ཕྱིན་ཆད་ལ་བས། གངས་སུ་ཚུགས་ཤིང་ལེན་པའི་མི་ཚད་ད་ཕྱིན་ཆད་ལ་དཀོན་མཆོག་དཔང་དུ་བཙུགས་ཀྱི་ཡིན། དེ་མི་དགའ་བ།

བརྒྱ་ཆ་དགུ་བཅུ་ཡར་དགའ་སོང་ན། དོལ་རྒྱལ་བསྟེན་གསོལ་མི་བྱེད་པ། དོལ་རྒྱལ་བསྟེན་གསོལ་མི་བྱེད་པའི་ཚེ་དོལ་རྒྱལ་བསྟེན་གསོལ་བྱེད་མཁན་ཚོ་དང་འབྲེལ་བ་ཡོད་མཁན་ལ་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ཟེར་ནས་འོ་དེ་གཉིས་དེ་དོན་དག་ཉོ་བསྟེན་གསོལ་བྱེད་ཀྱི་མེད། དེ་ཚོ་བྱེད་མཁན་ལ་ཆོས་དང་ཟང་ཟིང་གི་འབྲེལ་བ་བྱེད་ཀྱི་མེད་ཟེར་ཏེ་འོ་དེ་གཉིས་དེ་ཡོད་རེད། དེ་གཉིས་ཕྱིན་ཆད་མི་དགའ་བ་དཀོན་མཆོག་དཔང་དུ་འཛུགས་རྒྱུ་ཐ་ན་རྒྱལ་རྒྱུ་དེ་རེད་བ་དེ་རེད་འོ་དེ་རེད། ད་ཚོགས་ཞིང་ལས་དང་དང་དེའི་སྐོར་དེ་ལ་མི་གང་ཟེར་ཡོད་དང་པོ་ཚོགས་འདུ་བྱེད་དུས་མི་ག་ཚོད་ཡོད་དང་ཚོད་གང་དགོས་ང་ཚོས་དེ་ད་དགེ་ལུགས་སྤྱི་ལས་ཉེས་བྱེད་པའི་ལས་ཉེས་བླང་དོར་བྱེད་པའི་གསེར་གྱི་ལྡེ་མིག་ཟས་དེའི་ནང་ལ་ཐེབས་དེའི་ནང་ལ་བཟི་རོ་ན་དགེ་ལུགས་སྤྱི་ཡིས་དེ་བསྟན་པས་ཕྱིན་ཆད་དགེ་ལུགས་བ་སྤྱི་ཡིས་དེ་གཞི་བཞག་བྱེད་རྒྱུ་བསྟན་པས་བཟོས་ནས་དེ་འཇིགས་བྱེད་ནས་དེབ་ཡོད་བར་དེ་ལ་བཟི་ན་དེའི་ནང་ལ་མང་པོ་ཞིག་ངས་དེའི་ནང་ལ་དེ་འདྲ་མང་པོ་བཤད་ཀྱི་བསྟན་ན་ང་ཚིག་རྩོད་འདྲ་བོ་ཆེན་པོ་བྱེད་ཀྱི་འདུག།

ཁོ་རང་ཚོ་པའི་ཁྲིམས་ལ་ཧི་བོ་བརྩི་དགོས་ཡོད་མདོག་བྱེད་ཁོ་རང་ཚོ་རྒྱ་ཁྲིམས་ཆོས་ཁྲིམས་གང་ཡང་ཁུག་གི་ཡོད་མ་རེད་དེ་མི་ཕག་ཟས་སྟོང་ཚུགས་ཟས་ཀྱི་ང་ཚོ་ཁ་བེ་ཞོར་ཁོ་རང་བྱེད་ཀྱི་འདུག་ཁྲིམས་ཁ་ཚང་མ་ཁོ་རང་ཚོས་བྱས་ད་མདོ་མི་ང་ཚོ་ཚོས་ཁྲིམས་ཁ་རེ་བདག་ཟེར་མཁན་མདོག་ཁྲིམས་ཁ་ཡིན་ད་གང་ཟེར་ང་མ་བསད་པར་རྣ་ལ་མ་བབས་ཡིན་ཟེར་ཨོ་དེ་ཟེར་གྱི་འདུག་ངང་པ་སེར་པོ་རྣ་ལ་མ་ཕེབས་ཟེར་དུས་རྩམ་པ་ཁྲིམས་དང་ཐུག་དུས་ལས་ཉེས་ཕར་བྱེད་དུས་རྣ་བཀྱག་མ་ཆོག་ཟེར་གི་ཡོད་རེད་དེ་མ་གཏོགས་ག་བས་རྣ་བཀྱག་མ་ཆོག་ཟེར་རྩ་ནས་ཡོད་ཀྱི་མ་རེད་བསམ་གི་དེ་ཁྲིམས་ལ་ཐུག་དུས་ཨ་ནི་ང་ཚོ་ནམ་རྒྱུན་ཡིན་ན་ཁྲིམས་ལ་ཐུག་དུས་ཨ་ནི་ག་རེ་སུ་རེད་ཕར་ཚུར་རྣ་བཀྱེ་ཡ་ཆོག་ཟེར་འདྲ་ཡོད་རེད་བ་ཨོ་དེ་སུ་དེ་ཁོ་རང་གི་བཤད་པའི་སྐད་ཆ་དེ་ཚོ་བདེན་པ་ཡིན་ཟེར་རྣ་བཀྱེ་ཡ་ཆོག་ཨོ་ཁྱོད་གྲྭ་བ

གཅིག་ནས་ཕྱིར་གཉིས་ནས་དོ་རྒྱག་བསྟེན་གསོལ་བྱས་ཏེ། ཆོས་ཡིན་དང་མེན་ཁོ་རང་ཡང་ཐ་པད། རྙོག་དྲ་རེད་ཡང་ཡང་འདི་རྙོག་དྲ་རེད། གང་ཡིན་ཟེར་ན། ག་རེ་ཟེར་དགོས་རེད། ང་ཚོའི་འདས་རྡ་རམ་ས་ལ་ལ་ཆོས་བརྒྱུད་གང་ག། ང་ཚོ་བོན་དང་བཅས་པའི་ཆོས་བརྒྱུད་གང་ག་ཚོ་ནི་ཡ་གའི་ཚོགས་འདུ་ཆེན་མོ་གཅིག་གི་སྒང་ལ་ཨ་ནི་ད་ལྟ་འདི་དོ་རྒྱག་བསྟེན་གསོལ་བྱས་ཏེ་ང་ཚོ་བོད་ནང་གི་ཆོས་བརྒྱུད་ནང་བསྟན་གྱི་ཆོས་བརྒྱུད་གང་ཡང་མེད་ཟེར་བཞིན་ཐག་གཅོད་གནང་ཡོད་རེད། གང་གི་ཁོངས་སུ་གཏོགས་པ་ཡང་མ་ཡིན། གང་གི་ཁོངས་སུ་གཏོགས་པ་ཡང་མ་ཡིན། དགེ་ལུགས་ཀྱི་ཁོངས་སུ་གཏོགས་པའང་ཡིན་གང་ཉིད་མིན་གྱི་ས་སྐྱ་བཀའ་བརྒྱུད་གང་གི་ཡང་ཁོངས་སུ་གཏོགས་པ་མ་ཡིན་ཟེར་བའི་གང་ཟུག་རེ་གཏན་འབེབས་གནང་བཞག་ཡོད་རེད། ད་ཆོས་ཟེར་ཏེ་ཁོ་རང་ཚོ་ཆོས་ག་འདྲས་བྱེད། ཁ་རིག་ཁུངས་སུ་གཏོགས་པ་ལས་སངས་རྒྱས་ཀྱི་ཆོས་ཀྱི་ཁོངས་སུ་གཏོགས་པ་ནི་མ་རེད་ང་ཚོ་འདི་གཅིག་ལ་ཡོད་ད་ག་འདྲ་ཟེར། ཨེ་ནི་འོ་དེ་རེད་ཨེ་ནི་ཡིན་ཆོས་ཚན་རང་མའི་ཕྱོགས་ཞེས་དེ་རྩ་བ་ནས་བདེན་པ་མ་རེད། འོ་དེ་ཡིན་ད་ཁོ་ཚོས་ཕུལ་བྱུང་ཟེར་གི་བར་དགོན་པ་ནང་ནས། དགོན་པ་ནང་ནས་ཕུད་སོང་ཟེར་གྱི་ཡོད་མ་དགོན་པ་ནང་ནས་ཕུད་ཡོད་མེད་དེ་གཅིག་བལྟས་ཚོད་ཞུས་དགོས་ག་རེ་བྱས་པ་རེད་ཟེར་ན་དང་པོ་ཁོ་ཚོས་ག་རེ་རེད་དེ་ལ་ང་ཚོས་སྒྲིག་ཡིག་དེ་མི་དགེ་ལུགས་སྤྱི་ཡི་སྒྲིག་ཡིག་དེ་བཟོས་པ་ཡིན་ཙང་དགེ་ལུགས་སྤྱི་ཡི་སྒྲིག་ཡིག་དེ་བཟོས་ནས་ཁོ་ཚོས་མི་དགའ་ལྡན་ཁྲི་བའི་སྐུ་མདུན་ལ་ཕྱིན་དགའ་ལྡན་ཁྲི་བ་ལ་བས་ཁོ་ཚོས་ང་ནི

ཐམས་ཅད་མཆོད་བརྒྱ་བྱས་པ་ནས་ཡང་སུས་གར་བྱས་པ་ནས་ཡང་ན་འོ་ད་དེ་འདྲས་བྱས་ཁྱོད་གང་ཤེས་ཁོ་ཚོའི་མཐིལ་ནང་ལ་སྐད་ཆ་བཀའ་མོལ་ག་ཆོ་ག་རེ་གསུངས་ན་ཁོ་ནི་གཅིག་ཇུས་སར་བྲོས་བ་ཨ་རག་ལྟ་ཡས་ལ་དེ་འདྲས་བྱས་འདུག་ཨ། ཁྲི་རིན་པོ་ཆེའི་བཀའ་ལན་སྐོར་ལ་ད་དེ་འགྱུར་བ་གཏོང་ཡ་ག་ཡང་ཡོད་ཨ་མ་རེད། དོ་རྒྱ་བསྟན་སོ་བྱེད་སྣ་བཀྱག་བྱེད་སྦྱོར་བ་དེ་འགྱུར་བ་གང་ཡང་གཏོང་ཧ་མ་དགེ་ལུགས་པ་ཅིས་བཟོས་བ་རེད་ང་ལ་དེར་ཁ་ཤོས་ཡོད་མ་རེད་དཀའ་སྣང་འདུག་ཨ་ཡིན་ཡང་རེད་བ་ཁྱོད་རང་མིག་མ་བལྟས་བ་དེ་འདྲ་བཟོས་ནས་ཟི་ལ་བ་དྲག་དེ་མི་མ་དེ་འདྲ་དགེ་ལུགས་བ་ཅིས་ད་ག་ཚོང་དུ་ཆེན་པོ་དེ་འདྲ་ཅིག་གི་ཐོག་ནས་བཟོས་བ་རེད་ང་དེར་ཁ་ཤོས་ཡོད་མ་རེད་ཅེས་ནས་གསུངས། ད་དེ་བྱས་དེ་ནི་ཁོ་ཚོས་ད་ཅིག་འབྲེལ་བ་མ་བྱུང་ཙང་རྒྱ་གར་གཞུང་ལ་སྙན་ཞུ་བཏང་བ་རེད། རྒྱ་གར་གཞུང་ཟེར་ན་ད་དེ་ཀ་ན་ར་གའི་གཞུང་ལ་སྙན་ཞུ་བཏང་བ་རེད། སྙན་ཞུ་སྐོར་ལ་ག་རེ་ལབ་ཡོད་རེད་ཟེར་ན། འོ་ད་བས་ད་དུ་གང་གོ། Gujarat། རྒྱ་གར་གྱི་ས་ཆ Gujarat ཡིན་ནས་དེ་ལ་རྙོག་དྲ་བྱུང་མི་གསོད་བཀྲོག་མང་པོ་བྱུང་ཡོད་བར་བའོ། ད་དེ་འདྲས་ཅིག་ང་ཚོའི་ནང་ལ་ཡོང་རྒྱུ་ཐག་ཆོད་ཤག་ཟེར་མཁན་རྒྱ་གར་གཞུང་ལ་ང་ཚོ་ལ་སྲུང་སྐྱོབ་གནང་རོགས་གནང་ཟེར་མཁན་རྒྱ་གར་གཞུང་ལ་སྙན་ཞུ་བཏང་བ་རེད། ཁོ་ཚོ་ལ་སྲུང་སྐྱོབ་བྱས་ནས་ཁོ་ཚོར་འདིར་མ་ཨེ་ལྐོག་ཅེས་ཞུ་མཁན་ཡོད་མ་རེད། སྲུང་སྐྱོབ་ག་རེ་དགོས་དགོས་བ་རེད། ཨོ་དེ་འདྲས་ཞུས་བ་རེད། ད་དེ་ཞུས་བ་ཡིན་ཙང་རྒྱ་གར་གཞུང་གིས་དེ་བ་མི་འདྲ་བ་ཕེབས་བྱས། རྒྱ་གར་གཞུང་ཟེར་ན་ད་གར་ངོ་ཀ་ན་ཀྲ་མངའ་སྡེའི་གཞུང་གིས་དེ་བ་མི་འདྲ་བ་དེ་དཔོན་རིགས་འདྲ་བ་ཕེབས་བྱས་ང་ཚོས་ཆ་ཚང་དང་བྱས་ལ། དེ་བས་གཅིག་གཟབ་གཟབ་བྱའོ་ཞི་བ་བྱེད་པ་དེ་འདྲས་ཁྱེད་རང་ཚོ་སྐྱབས་མགོན་རིན་པོ་ཆེ་ཁ་ལ་བཞག་ལ་ཉན་ཉན། སྐྱབས་མགོན་རིན་པོ་ཆེའི་བས་བརྩི་བཀུར་ཞུ་ཉན་གི་མི་ཚོས་དེ་འདྲས་རྩ་ནས་བྱེད་རྒྱུ་ཡོད་མ་རེད་ཟེར་ནས་བཀའ་ལ་གྲོ་བ་གནང་བཞག། ང་ཚོའི་ངོས་ནས་གང་ཡང་བྱེད་མཁན་ཡོད་ཨ་མ་རེད་ཁོ་ཚོ་ལ་གང་ཡང་བྱེད་ཀྱི་ཁོ་ཚོའི་བའི་སློབ་གྲྭ་ལ་བཅུག་གི་མི་འདུག་ཟེར་གང་ག་ལ་རྒྱུ་མཚན་ཅི་ཡོད་ཨ་མ་རེད་འདི་བཅུག་མི་འདུག་ཟེར་ནས་ཁོ་ཚོ་ལ་ཤོད་ཡོད་མ་རེད། ཕུད་ཐག་གཅོད་དེ་དངོས་གནས་ཚང་ནས་ཀ་སང་རྒྱ་མཚོ་ཕུད་བ་རེད་ང་ཚོས་ཇི་ལྟ་ཚང་བྱས་ཡིན་ཕུད་བའི་ཚད་ཀྱི་མ་རེད་རྣམ་རྟོག་འདྲ་བོ་ཟ་ཐག་ཆོད་ནས་བྱ་བ་གང་ག་ང་ཚོས་གང་བཟོས་ད། སྒྲ་རི་བོ་སྡུག་པོ་བྱུང་ན་ད་ཅིག་ཆེ་རྟོགས་པ་གུ་དོག་སེ་སྐྱ་བོ་ཡོར་བ་ཁོ་སྐྱབས་ཅེས་ཕུལ་བ་རེད། དེ་ཁྲ་ཚང་ཆེ་འགྲིག་རེད་མ་གཏོགས་ཁོ་རང་དེ་ག་ཡང་གཞན་དག་ག་ཡང་མ་རེད། འགྲིག་དང་འགྲིག་ནས་འབུལ་ཡ་དེ་གང་ཟེར་བ་ཡོད་ད། ང་ཚོའི་དགོན་པའི་ནང་ལ་པའི་ཁྲིམས་ཁག་སྒྲིག་ཁག་པའི་དེ་ནི་བསྟན་པ་ལ་གནོད་བྱེད་མཁན་ཞེ་བོ་དེ་འདྲ་བྱུང་ན་ད་འགྲིག་ནས་འབུལ་གྱི་ཡོད་རེད་དཔེ་གྱུར་བ་དེ་ཕུལ་བ་རེད་མ་གཏོགས་གཞན་སུ་གཅིག་ཁོ་རང་ཚོས་ཕུལ་ཡོད་མ་རེད། ག་རེ་ཟེར་བ་རེད་ཁོ་ཚོས་ད་ང་ཚོ་ཕུད་སོང་ཟེར་དེ་འདྲས་ཟེར་སྙན་ཞུ་བཏང་བ་རེད་ད་སྙན་ཞུ་བཏང་ག་ཡིན་ཙང་སྙན་ཞུ་ཁོ་ལ་ལན་ཅིག་གོ་ཨར་བ་ང་ཚོས་ཁོ་ཚོས་སྙན་ཞུ་བཏང་ནས་ང་ཚོས་ཁ་རོག་བསྡད་ཡོད་ཨ་མ་རེད་དགེ་སློང་གིས་འགྲིག་ཟེར་བ་དེ་འགྲིག་མི་འདུག་བྱས་ནས་སྙན་ཞུ་བཏང་ག་ཡིན་ཙང་ང་ཚོས་དེ་ལན་གོ་ལ་ཀ་ན་ཀྲ་ང་དེ་གཞུང་ལ་ལན་ཅིག་ཕུལ་ནས།

སྦྱིན་བདག་ཐེག་པ་ཅན་གྱི་མཆོད་གནས་ལ། མཉམ་དུ་རུ་ཁུག་བྱེད་ཀྱི་མེད།